ཡ། ད་བོད་ཀྱི་སྤྱི་ཚོགས་དྲ་ལམ་ནང་ལོག་ལ་འཁྱུགས་ཟེར་བཅར་ནས། ཆོལ་ཁ་གསུམ་གྱི་བོད་རིགས་སྤུན་ཟླ། ཡོངས་རྫོགས། ལྷག་པར་དུ་འདི་ནང་ལོག་ལ་བཞུགས་མཁན་གྱི། དར་ནག་ཚོགས་པའི་གི་ཚོགས་མི་རྣམ་པ། ཡང་ཚུད་པ་བྱས། ཚོགས་པ་འདི་གི་མི་འཛིན་པ་གུས་པ་ཉག་རོང་བཙན་པོ་དང་ཚོགས་པ་འདི་གི་སྤྱི་ཁྱབ་སྟངས་འཛིན་པ་ཟླ་བ་ལགས། གཉིས་ཆ་ལོ་ཁ་བཏང་མཁན་ཡིན་པ་ཡིན་ན་ཡང་ང་རང་ཚོ་འཚམས་འདྲི་ཞུ་ས་འདི་ནང་ལོགས་ལ་ཚུད་པ་བྱེད་བྱས། སྤུན་བདག་གི་འདུ་ཤེས་བཞག་པ་འདི་ནང་ལོགས་ཚུད་པ་བྱེད་བྱས་རྣམ་པ་ཚོ་ལ་ཡ། ཞུ་ཡ་ལ་ཡ། སྤྱི་བཏང་ཚོགས་པ་འདི་ནང་ལོགས་ལ་གུས་པ་རང་ཉིད་བཅར་ནས།

མི་གཅིག་གིས་སྒོ་གསུམ་ཆོད་ཀྱི་ཡོད་པ་སོགས་འདྲ། སྒོ་གསུམ་ཆོད་ཟེར་བ་དང་པོ་དེ་ག་རེ་རེད་ཟེར་ན། དགོངས་པ་ཞུས་ན་ཡག་གི་རེད་ཟེར་ཡ་གཅིག་གིས། ཁོ་རང་གིས་དེ་གསུངས་ཡོང་དུས། དེ་གོ་གཅིག། ཁོས་ཆོད་ཀྱི་ཡོད་པའི་སྐད་ཆ་རེད་བ། དགོངས་པ་ཞུས་ན་ཡག་གི་རེད་ཟེར་ཡ་དེ་ཤོག་ཁག་གཅིག་ལ། ད་ཡང། དགོངས་པ་ཞུས་པ་གཅིག་མཐོང་བསྡད་ཀྱི་འདུག་ཟེར། མང་པོ་ཞིག་དགོངས་པ་ཞུས་པ་གཅིག་མཐོང་བསྡད་ཀྱི་འདུག་ཟེར་དུས། ཡང་ཁོ་གིས་ཕ།

བྱས་ཙང་ད་ཁོ་རང་རང་གི་གསུང་གི་འདུག་བ་ངས་ཡང་རྒྱུ་བསྐྱར་བཤད་བྱེད་དགོས་ཀྱི་མ་རེད་བ། དེ་བྱེད་དུས་གང་ལ། ད། མི་ཚང་མ་ཧ་གོ་ཡ་ལ་ཡ། ལུག་གི་རྫུ་གུ་ཅིག་ལ་ཆགས་བཞག་པ་ཡིན་ན། ཁོ་ལུག་བདག་པོ་རྒྱག་མཁན་རེད་བ། རྫི་གུ་ཟེར་དེ། ད་ལུག་གི་ནང་ལོགས་ལ་ལུག་ལ་ཡ་རྒན་གཞོན་རྩིས་བྱས། ལུག་རྒན་པ་གི་རིགས་དེ་གི་དེ། ད་ག་རེ་ཆགས་ན་ཆགས། ཡང་ན། རྒན་པ་རིགས་དེ་གི་དེ་ཕ། ཕུད་བཞག་པ་འདྲ་པོ་ཕུད་ཡག་ཐབས་ཤེས་བྱས་པ་འདྲ་པོ། རོ་བ། ཕེ་ན་ཡག་གི་རེད་ཟེར་ཡག་སོ་འདྲ་པོ། ཧཧཧཧ་རོ་བ། ད་དེ་འོག་གི། ལུག་ཆུང་བ་ཆུང་བ་དེ་གི་དེ། ཁ་ཐོར་ཡ་ཐོར་ག་བར་འགྲོ་གི་ཡོད་པ་ཡིན་ན་ཡང། ཐུང་ངུ་བསྡད་པ་གཅིག་དང་དེ་ཐུང་ངུ་བསྡད་པ་དེ། ལྟད་མོ་བལྟ་ནས་བསྡད་ཡག་འདྲ་པོ། དེ་འདྲ་བྱེད་དུས་ད་གར་ཆགས་ས་རེད་ངས་རྣམ་པ་ཚོ་ལ་དཔེ་ཞུ་ཡ་དེ་རེད་ད། ད་ལུག་རྫི་ཅིག་ལ་ཆགས་ཞབས་པ་ཡིན་ན། ལུག་དེ། བདག་པོ་རྒྱག་ནས་ཚུར་རིལ་རིལ་བྱེད་དགོས་རེད་དགོས་མ་རེད། ཚུར་རུག་རུག་བྱེད་དགོས་རེད། ག་བ་འཐོར་སོང་པ་ཡིན་ན་དེ་ལྟ་མོ་ལྟ་བསྡད་བསྡད་པ་ཡིན་ན་ད་དེའི་རྫུ་གུ་དེ་ག་འདྲ་ཞིག་ཆགས་པ་རེད་རྣམ་པ་ཚོ་དགོངས་པ་ཡག་པོ་ཞིག་བཞེས་གནང་དང། དེའི་གི་ཐོག་ནས་དཔེ་ཅིག་གི་ཐོག་ནས། དོན་ཅིག་གསལ་པོ་ཅིག་མཁྱེན་ཐུབ་ཀི་ཡོད་རེད། རེ་བ། ད། བོད་ཆོལ་ཁ་གསུམ། ཚུ་རུག་རུག་བྱེད་ཡག་གི། རྒྱུ་འདྲ་ཅིག་ག་རེ་བསྒྲུབས་ཡོད་རེད། དེ་སྔ་ཕན་ཆད་ལ་སྐད་ཆ་ག་རེ་བཤད་མྱོང་ཡོད་རེད། ཆོལ་ཁ་གསུམ་གི་སྟོད་སྨད་བར་གསུམ་ཆེད་ཆེད་ཤོ་ཀ་གཅིག་འདི་བོད་པ་མ་ཡིན་པ། སྐད་ཆ་བཤད་ཡག་ལ་སོགས་པ། ཁྱོད་ལུང་ཚན་ག་བ་ནས་ཡིན་ཁྱོད་ལུང་ཚན་ག་བ་ནས་ཡིན་ཟེར་འཛུགས་འཛུགས་བྱས་བྱས་དེ་འདྲའི་གནས་སྟངས་ཐོག་ནས་ཡིན་ན་ཡང་སྐད་ཆ་མང་པོ་འདུག་བ། དེ་འདྲ་ཡིན་དུས། ལུག་རྫི་གཅིག་གིས་ལུག་ཐོར་ཡག་གི་རྒྱུ་དང་རྐྱེན་གྱི་ཐོག་ལ་ལས་ཀ་བྱས་པ་ཡིན་ན། དེ་ལུག་རྫི་དེ་ག་རེ་ཆགས་པ་རེད། ཧེ་ཧེ་ཧེ་དེ་ནང་བཞིན་དེང་སང་འཛམ་བུ་གླིང་སྒང་ལ་ཡ། ཚོགས་པ་ཆེ་ཆུང་སྣ་ཚོགས་ཀྱི་ཡོད་རེད། སྤྱི་ཚོགས་གང་འདྲ་ཅིག་ཡིན་པ་ཡིན་ན་ཡང། འགོ་ཁྲིད་ཡོད་རེད། ཡིན་ན་ཡང་ད་ད། དར་ནག་ཚོགས་པ་ཁོ་རང་ཚོ་གོ་བདེ་བོ་བྱེད་ནས་བཞུད་པ་ཡིན་ན་འགོ་པ་རེད། ད་ད་འདས་ཆ་ལ་འགོ་པ་དེ་སྤེན་པ་ཚེ་རིང། ཡིན་ཡིན་ཟེར་གྱི་ནས་ཁོ་རང་ཚོས་གསུང་གི་ཡོད་རེད་མ་གཞི་བཙན་བྱོལ་བོད་མིའི་བཅའ་ཁྲིམས་ནང་ལོགས་ལ་སྤེན་པ་ཚེ་རིང་འགོ་པ་ཡིན་ཟེར་ཡ་ཅིག། ཚིག་ཅིག་རྩ་བ་ཉིད་ནས་ཡོད་ཀྱི་མ་རེད་ད། དེ་རེད་མདོག་མདོག། ད་ཁྲིམས་མཐུན་གྱི་སྲིད་སྐྱོང་མ་ཡིན་པ་དེ་ཚོ་ག་ལ་ང་ཚོ་བཤོད་མ་གོ་བ་བྱས།

ས་ཆ་དཀའ་ངལ་སྒྲོག་ཅིང་འདུག་མདོག་མདོག་གི་རྣམ་འགྱུར་ཅིག་ཐོན་པ་ཡིན་ན། ཁོང་རྣམ་པ་གི་ཐུགས་ལ་ག་འདྲ་ཞིག་ཆགས་ཀྱི་རེད། རེད་བ། ལབ་ས་དེ་སྨན་རྩིས་ཁང་གི་སྨན་པ་རྒན་པ་དེ་ཚོ་ལབ་ཀྱི་ཡོད་རེད་དེ། གོ་ཡ་དེ་མནའ་མ་གི་སྒོ་སྒྲོག་རེད་བ། ཤེས་ཡ་དེ་ཨ་མ་ལ་བཤད་ཁ་བྱས་པ་རེད་མ་གཏོགས། ཧ་ཧ་ཧ། ག་འདྲའི་ཆགས་ས་རེད་རེད་བ། དེ་དགོངས་པ་ཡག་པོ་ཅིག་བཞེས་དང། འགོ་པ་ཅིག་གི་འགོ་ཁྲིད་སྟངས་ཀྱི་ལམ་ཀ་དེ་དེ་འདྲ་ཡིན་ན། ད་དེའི་ཐོག་ལ་སྐད་ཆ་དེ་གཉིས་ཀ་ཚུར་ཅིག་བསྡོམས་དང་རྣམ་པ་ཚུར་གྱིས་ད་གཞུང་ཞབས་གཅིག་པུ་ནང་ལོགས་ལ། སྤྱི་སྙོམས་དྲང་བདེན་གཅིག་དང། ནུས་པ་མཉམ་སྤུངས་གཅིག་གི་སྐད་ཆ་ཅིག་ཡོང་ས་རེད་པས། ཁོ་རང་ཚོ་འགྲོ་བསྡད་ཀྱི་འདུག་འཐོར་བསྡད་ཀྱི་འདུག། ཞོགས་ཀ་གཅིག་འཐོར་བཞག་ན་ཡག་གི་རེད་ཟེར་བ་སོགས་འདྲ་པོ། ད་སྐད་ཆ་ཟབ་ད་དེ་ལ་ལས་པར་བ། དེ་འདྲ་བྱེད་དུས། གཙོ་ཆེ་ཤོས་དེ་ང་ཚོ་ཚོགས་པ་འདི་ནང་ལོགས་ལ་ཞུགས་མཁན་གྱི་དར་ནག་པ་རྣམ་པ་ཡིན་ན་ཡང་ང་ཚོ་ལ་ག་རེ་ལབ་ན་ལབ་གལ་མི་འདུག་ང་ཚོ་འཁོར་བསྡད་ཀྱི་ཡོད་དེ་སྔའི་ཕན་ཆད་ལ། ང་ཚོ་འཁྱོག་བཤད་ལོག་བཤད་བྱེད་བཞག་མེད་གང་ཡང་མེད། རེད་བ། ཉེ་ཆར་ང་ཚོ་ཚོགས་པ་ནང་ལོགས་ལ་སྒྲ་དེ་འདྲ་བཏང་ནས་སླེབས་སོ་བ།

དཔེར་ན། མགོ་པ་སྤེན་པ་ཚེ་རིང་མགོ་ཡག་པོ་ཞིག་ཁྲིད་ཀྱི་ཡོད་པ་ཡིན་ན། ད་མགོ་ཁྲིད་མཁན་གྱིས་ཁྲིད་ཀྱི་ཡོད་པ་ཡིན་ན་དེའི་འོག་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡིན་མདོག་མདོག་བྱེད་བདེ་ངེས་ཀྱི་དར་ནག་གི་མུ་ཐུ་ཚོགས་ཀྱིས་བུ་གླེན་པའི་ཕ་ཡི་ཀླད་པ་བཅོམ་གྱི་འདུག་ད་མི་འདུག་འོ་དེར་ལྟ། རྐང་པ་མ་འཐེན་ཡོར་བ། ནིའུ་ཡོག་ལ་སླེབས་དུས་གང་ལ་ཡང་སྡུག་སྐད་ལུང་པ་ག་རྒྱབ་དུས་གང་ལ་མགོ་པ་སྤེན་ཚེ་གར་ཟིག་འདུག

ཁྱོད་དེ་འདྲས་ཀྱི་གོ་ཆོག་བོ་མ་རེད་ཟེར་གྱི་རྣམ་པ་ཚོ་གསུང་མདོག་ཁ་བོ་མ་རེད་གསུང་བཞིན་མདོག་ཁ་བོ་མ་རེད་བ། བྱས་ཙང་ཀ། དར་ནག་གི་མི་དེ་ཚོ་གིས་ང་རང་ཚོ་ཚོགས་པ་འདི་ནང་ལ་ཡོད་མཁན་གྱི་དར་ནག་གི་མི་དེ་འདྲ་ཡོད་བ། ཁྱོད་རང་ཚོ་གིས་རེད་བ། ལྟོས་མི་ཤེས་མཁན་ཅིག་གིས་ལྟོས་པ་ལས་སྨད་མི་ཤེས་མཁན་ཅིག་གིས་སྨད་ན་དགའ་ཟས་ཞོར་རེད། བུ་གླེན་པོའི་ཕ་ཡི་ཀླད་པ་བཅོམ་གང་ལགས་སོ།